ང་ཝང་ཅུན་ཕིན་ལགས་ལ་ཐོ་ཆེ་ནང་ཞུས་པ་དང་སྦྲགས་ནས། ད་འདི་ལ་ཡང་དྲི་བ་བཏང་ན་ཉིན་འདི་མ་སུར་བུ་ཁྱིམ་གྱི་དགག་ཕྱོགས་བསྟན་འཛིན་ཆོས་དབྱངས་ལགས་ཕེ་རོ་ན།
དེ་སླད་ད། ཁྱེད་རང་གིས་གར་སོང་གོ་ཟེར་ན་སྤྱི་ཚོགས་འགུལ་ལམ་གྱིས་སྤྱི་ཚོགས་ལ་ཕན་ལས་གནོད་ཆེ་ཡོར་སོང་གོ་ར། ད་གལ་སྲིད་དེ་འདྲའི་རང་ཡིན་ན། ང་ཚོ་འཛམ་གླིང་ནང་ནད་ཡམས་ཞེ་སྣང་ཚོ་ཏོག་དབྱིབས་ན་བཟའ་ལྟར་སླེབས་དུས་ད་འོང་དེ་དུས་སློབ་ཕྲུག་ཚང་མ་ཚང་མ་སློབ་གྲྭ་ལ་བྲོས་ཡོད་མར་ད་ར་འོང་དེ་དུས་ད་ཁོ་རང་ཚོ་ཡང་ང་ཚོ་ནང་ལ་རང་ཞུ་བྱས་ར་ཨ་ནི། ཏོ་དག་འདོར་དང་དེ་གས་ག་ཅིག་ལག་ཏོག་ཁ་པར་དང་དེ་གས་ག་ཅིག་ཐོག་ནས་ང་ཚོ་གི་འཛིན་གྲྭ་དང་དེ་གས་ལས་སླ་བོ་ཅིག་ནས་འཚོལ་ཡ་ར་ད་དེ་ལ་ཁྱེད་རང་གར་སོང་གནང་ཡོད། དྲི་བ་ཆེད་དུ་ཐུགས་རྗེ་གནང། ང་ཚོ་ཏོག་དབྱིབས་ཉིས་སྣུམ་གླེ་ལྟོ་འདུག་ང་ཚོ་ཚང་མ་དྲ་ཐོག་ནས་སློབ་སྦྱོང་བྱེད་པ་ཚང་མས་མཁྱེན་གསལ་རེད། ཡང་ང་ཚོ་ངའི་ཐོག་ནས་བསམ་ཚུལ་ལ་དྲག་ཐོག་ནས་སློབ་ཁྲིད་བྱེད་སློབ་སྦྱོང་བྱ་ཡ་འདི་ཕན་ཐོགས་མེད་པར་བསམ་གྱི་འདུག་གང་ཡིན་ཟེར་ན། སྤྱི་ཚོགས་བརྒྱུད་ལམ་ནས་ད་སློབ་སྦྱོང་བྱང་དུས་འཕྲོད་བསྟེན་ལ་གནོད་སྐྱོན་དང་ཨ་ནི་སློབ་སྦྱོང་ལ་དོ་སྣང་ཨི་ག་ས་ལེ་མེད་པ་དང་ཨ་ནི་སློབ་སྦྱོང་ལ་ཞེན་པ་སོགས་དང་འཕྲོད་བསྟེན་ལ་གནོད་སྐྱོན་མང་པོ་ཞིག་སྐྱེ་ཡོད་རེད།

ཤོག་བུའང་ཡིད་ཀྱི་བ་དང་གཉིས་པ། ཡི་གེ་ལ་སྤྲེལ་བ་གསུམ་པ། ཡི་གེ་འདི་མི་གཞན་པ་ལ་སྐྱེལ་བ་ལ་དུས་ཚོད་མང་པོ་ཞིག་འགོར་གྱི་ཡོད། དེང་སང་ཡིན་ན་ཝོ་ཙབ་དང་འདི་ཚོ་ནང་སྐར་མ་ཧ་ཤས་ནང་མི་གཞན་ལ་ལན་བསྐུར་བ་དེ་ཕན་ཐོགས་མ་རེད།
བྱིས་པ་དང་སྐྱ་སུ་རུང།
ཉི་མ་མི་ཕན་ཚུན་ལ་དྲི་བ་ལན་བསྐུར་ཨེ་ཡིན་ན་དང་པོ་ཤོག་བུའང་ཡི་གེ་འབྲི་བ་དང། གཉིས་པ། གཉིས་པ། ཡི་གེ་ལ་བལྟས་བ། གསུམ་པ། ཡི་གེ་དེ་མི་གཞན་པ་ལ་སྤྲད་ལ་དུས་ཚོད་མང་པོ་ཞུགས་ཀྱི་དང་དེང་སང་འོ་བ་ཙམ་ནང་སྐར་མ་ཁ་ཤས་ནང་མི་གཞན་པ་དེ་ལ་ལན་བྲིས་དང་ཨ་ནི་འདི་ཕན་ཐོགས་མ་རེད། ངའི་བསམ་ཚུལ་ལ་འདི་ཕན་ཐོགས་རེད་མ་རེད་བསམ་གྱི་འདུག་གང་ཡིན་ཟེར་ན། ང་ཚོས་ད་ད་བ་ཙབ་ལ་སྤེལ་ན་འོ་འདི་ལ་སྐད་ཆ་ཤེས་འདོད་ཨབ་འདུག་ག་རེད་ད་སོ་སོའི་འཚོ་བ་དེ་སྣོད་ནས་སྟོན་མ་ཐུབ་པ་དང་ཨ་ནི་ཡི་གེ་ལ་བཏང་དུས་སོའི་འཚོ་བ་དེ་ཡག་བཏང་ཐུབ་པ་དང་ཨ་ནི།

སྤྱི་ཚོགས་ཀུན་ལམ་ང་ཡི་མེ་ལོང་ཡིན་མ་མཐོང་ཐམས་ཅད་ཁྱེད་ཀྱི་ནང་དུ་སེལ། སྤྱི་ཚོགས་ཀུན་ལམ་ང་ཡི་དགེ་རྒན་ཡིན་མ་ཤེས་ཐམས་ཅད་ཁྱེད་ཀྱི་ལམ་ནས་ཤེས། ཞེས་ཚིག་གི་སྙུན་ཚུལ་ཏེ། དེ་རིང་འདི་གར་ཆིབས་སྒྱུར་བསྐྱངས་པའི་སྐུ་འདྲ་གཙོ་བོ་རྣམ་པ་དང་གཤམ་འོག་ཏུ་བཞུགས་པའི་ཟུར་དཔང་རྣམ་པ། དགེ་བའི་བཤེས་གཉེན་རྣམ་པ་དང་ང་དང་ང་འདྲ་བའི་མ་ཧོང་བོད་ཀྱི་སོན་རྩ་རྣམས་ལ་གུས་མོས་འཚམས་འདྲི་བཀྲ་ཤིས་ལེ་ཞུ་བ་དང་ཆབས་ཅིག། དེ་རིང་གི་མོ་བསྟན་འཛིན་ཆོས་དབྱངས་ནས་མ་སུ་རི་བོད་ཁྱིམ་སློབ་ཆེན་ཚབ་ཞུས་ཏེ་སྤྱི་ཚོགས་བརྒྱུད་ལམ་གྱིས་སྤྱི་ཚོགས་ལ་ཕན་ལས་གནོད་ཆེ་ཞེས་པ་དེ་དགག་ཕྱོགས་ཀྱི་ཐོག་ནས་ཞུ་རྒྱུ་ཡིན། ཚན་རིག་དང་ཆོས་བྱེད་ཀྱི་ཡར་རྒྱས་མྱུར་འཕེལ་དུ་འགྲོ་བཞིན་པའི་དུས་རབས་ཉེར་གཅིག་འདི་ན་ང་ཚོའི་འཚོ་བའི་ཁྲོད་ཀྱི་བྱ་བཞག་མང་པོ་ཞིག་གློག་ཀླད་དང་ལག་ཐོགས་ཧྭ་པར་སོགས་ལ་བརྟེན་ནས་སྟབས་བདེ་རུ་ཕྱིན་ཡོད། ས་སྐྱ་ལེགས་བཤད་ལས། སྐྱེ་བོ་ཡོན་ཏན་ངེས་མེད་པས། བླང་དོར་བློ་ཆོས་བདེན་པར་ཁེགས། བདུད་དང་བགྲེས་པས་ལྕགས་ཞེན་ན། ཁབ་ལེན་རྡོ་ཡིས་ལེན་པར་བྱེད། ཞེས་གསུངས་བར་བཞིན། གུས་མོར་མཚོན་ན་སྤྱི་ཚོགས་འགུལ་ལམ་ནི་མིའི་རྣམ་དཔྱོད་ལས་བྱུང་བའི་དུས་རབས་ཉི་ཤུ་རྩ་གཅིག་གི་གྲུབ་འབྲས་ཆེ་ཤོས་ཤིག་ཡིན་ལ། ཚང་མའི་ལས་སླ་བོར་བེད་སྤྱོད་ཆོག་པའི་ཤེས་ཡོན་གྱི་བང་མཛོད་ཕྱུག་ཤོས་ཤིག་ཀྱང་ཡིན་པས། ཤུགས་རྐྱེན་བཟང་ངན་དང་ལེགས་ཉེས་དབྱེ་འབྱེད་གཉིས་སྐྱོན་བརྗོད་གནང་མཁན་རྣམས་ལ་རག་ལས་ཀྱི་ཡོད་བསམ་གྱི་འདུག། དེ་རིང་གི་མོས་སྤྱི་ཚོགས་བརྒྱུད་ལམ་གྱིས་སྤྱི་ཚོགས་ལ་ཕན་ལས་གནོད་ཆེ་ཞེས་བ་དེ་མཐའ་གཅིག་ཏུ་ངོ་སྐལ་བྱས་ནས་སྤྱི་ཚོགས་བརྒྱུད་ལམ་གྱི་ཁེ་ཕན་ཁག་ཅིག་དོན་ཚན་གསུམ་དུ་དབྱེ་ནས་ཞུ་རྒྱུ་ཡིན། དང་པོ། ཤེས་ཡོན་གྱི་ཐོག་ནས་ཁེ་ཕན། ཐོག་མར་གུས་མོ་ང་རང་སློབ་ཕྲུག་ཅིག་ཡིན་པ་སོང་ཙང་སྤྱི་ཚོགས་བརྒྱུད་ལམ་གྱི་ཉིན་རེའི་ཤེས་ཡོན་དང་འབྲེལ་བའི་ཁེ་ཕན་ཁག་མདོར་བསྡུས་ནས་ཞུས་ན། གལ་ཏེ་ང་ཚོ་སློབ་ཕྲུག་ཚོས་སྤྱི་ཚོགས་བརྒྱུད་ལམ་དེ་བོད་སྤྱིར་ལེགས་པོ་ངང་གཏོང་ཐུབ་ན། བརྒྱུད་ལམ་འདི་ནི་དགེ་རྒན་བཟང་བཤེས་ཤིག་ཡིན་ལ་ཤེས་ཡོན་རག་སྟེ་རོགས་པ་ཡག་བཤེས་ཤིག་ཀྱང་ཡིན། གཉིས་པ་དེ་ལ་གལ་ཏེ་དུས་རབས་ཉི་ཤུ་རྩ་གཅིག་འདི་ན་སྤྱི་ཚོགས་བརྒྱུད་ལམ་ཟེར་བ་དེ་མེད་པ་ཡིན་ན། ལས་ཀ་གང་འདྲ་ཞིག་ཡིན་ཡང་དུས་ཐོག་ཏུ་སྒྲུབ་ཀྱི་མེད་པ་ཚང་མས་ཤེས་ཀྱི་ཡོད། དཔེར་ན་དངུལ་ཁང་ཞིག་ཡིན་ཡང། མིས་ཚང་མས་ཀྱི་ལས་དོན་དུས་ཚོད་ཐུང་ངེ་ཞིག་ན་སྒྲུབ་ཐུབ་པ་དང། ལས་ཀ་གང་འདྲ་ཞིག་ཡིན་ཡང་སྐད་ཅིག་གཅིག་ན་སྒྲུབ་ཐུབ་པ། དེར་མ་ཟད་འཛམ་གླིང་ལ་ནད་ཡམས་འཁྱམས་པོ་ནད་ཡམས་ཏོག་དབྱིབས་ན་ཚ་དེར་སླེབས་དུས་སློབ་ཕྲུག་རྣམས་སློབ་གྲྭར་འགྲོ་མི་དགོས་པར་ཁྱིམ་དུ་བཞུགས་ནས་དྲ་ཐོག་གི་ཐོག་འཛིན་གྲྭ་འཚོགས་ཐུབ་པ་དེ་དྲ་རྒྱ་དེ་ལ་བརྟེན་ནས་ཡིན་སྤྱི་ཚོགས་སྐུད་ལམ་དེ་ལ་བརྟེན་ནས་རེད། མདོར་ན། གལ་ཏེ་དུས་རབས་ཉི་ཤུ་རྩ་གཅིག་འདི་ན་སྤྱི་ཚོགས་སྐུད་ལམ་ཟེར་བ་དེ་མེད་པ་ཡིན་ན། ལས་ཀ་གང་འདྲ་བྱེད་ཀྱིན་ཡང་དུས་ཐོག་ཏུ་འགྲུབ་ཀྱི་མ་རེད། གསུམ་པ་དེ་ལ་འབྲེལ་ལམ། རང་གི་ཕ་མ་སྤུན་མཆེད། གྲོགས་རྙེད་ཚེ། གོ་ལའི་ས་ཕྱོགས་གང་དུ་ཡོད་ཀྱང་གནས་མཁན་གཅིག་ལ་འབྲེལ་བ་བྱེད་ཐུབ་པ་མ་ཟད་རང་གི་ཉེ་འགྲམ་དུ་ཡོད་པའི་ཚོར་བ་ཡང་སླེབས་ཐུབ། ལྷག་པར་དུ་གོང་ས་མཆོག་གིས་བཀའ་སློབ་དང་གསུང་ཆོས་གནང་དུས་རང་ཉིད་གསུང་ཆོས་ར་བོར་ལ་སླེབས་པ་ལྟར་ཚོར་བ་སླེབས་ཐུབ་པ་དེ་སྤྱི་ཚོགས་བརྒྱུད་ལམ་གྱི་བཀའ་དྲིན་ལ་བརྟེན་ནས་རེད། མཐའ་མ་དེ་ལ་གོང་ས་མཆོག་སྐུ་ཚེ་ཐིལ་ལོ་ནས་ཐིལ་ལོ་བརྣན་པར་ཤོག་ཐུགས་རྗེ་གནང།
ཐུགས་རྗེ་གནང། ད་ད་ལྟ་འདི་ལ་ཡང་དྲི་བ་དང་གནང་སྙན་འདི།

ཐོག་མ་དེ་ལ་ཅི་ཞིག་ལས། ད་ངས་ཀྱི་ལན་དེ་ག་རེ་ལེན་ན་དེ་ཆེ་བ་དེ་ལགས། སྤྱི་ཚོགས་བརྒྱུད་ལམ་ལ་དེ་བརྒྱུད་ལམ་ཅིག་རེད། ང་ཚོ་གི་བེད་སྤྱོད་བཏང་ཡ་ཅིག་དེ་བེད་སྤྱོད་བཏང་ཡས་དེ་ལ་རག་ལས་གོ་ར། དཔེར་ན་དཔེ་བྱ་བ་ཅིག་ན་དེབ་སྐྱེལ་ཡིན་ནའི། གོང་ས་མཆོག་ཁོ་རང་ཙལ་སྲིད་ན། དེབ་སྐྱེལ་ནས་ཤེས་ཡོན་རག་བྱས་ནས་མི་ངན་ཐག་ཆེན་པོ་ཞིག་ཆགས་རག། ཧོ་དེ་ཕྱོགས་གཞན་པ་དེ་ལ་རང་ལྟ་ན། ཧིག་ལེར་རོལ་གྱི་ཡིན་ན་དེབ་སྐྱེལ་ནས་རང་ཤེས་ཡོན་རག་བྱས་མི་ངན་ཐག་ཆེན་པོ་ཞིག་ཆགས་མ་མི་སྐད་ཐག་ཆེན་པོ་ཞིག་ཆགས་རག།